ཡ་རྒྱུ་ལས། དེ་ནས་བདག་ཅི་ལགས་ཀླུ་བསོད་ནོ། ཡ་ལས། ད་བདག་ཅི་ལགས་ཀླུ་བསོད་ན་དེ་ན་ར་བརྒྱ་དང་བརྒྱ་ར་ལྔ་དང་ལྔའི་སྟེང་ནས་ར་ལྔ་དང་ལྔའི་སྟེང་རེ་ར་བརྒྱ་དང་བརྒྱ་དང་ར་ལྔ་དང་ལྔ་བོ་དེ་ནས་ཨ་ན་ཆ་དོག་ཡ་ལས། དེ་བོ་ཨི་གཉིས་སྤ་བེ་ན་དེ་ནས་ཨ་ཡོག་བེ་ཀ་དྲིས་ཏོས་དེ་ལས། ད་དེ་སྟེང་ནས་ང་དང་ངའི་ར་བ་དང་ར་བ་ཨ་ཁ་དོག་བེ་ཀ་བརྩེགས་ཟེ་ལས།

དེ་ནས་འོ་ད་ཅིག་རྒྱལ་པོ་དང་འོ་ད་དེ་དམག་མི་དགུ་ནས་ང་དང། ངར་མེ་དུད་ལ་བརྟེན་ནས་རི་ཡི་ཁ་དོག་ག་ཕོ་ལོང་མང་པོ་ཞིག་རིགས་སྟེ་བོ་ར་ནོག། དེ་ནས་ཡོག་ནས་ཇག་པ་དང་འོ་ད་དགྲ་དགུན་ཡོང་ཛ་ནས་དེ་ནས་དེ་རྡོ་བ་ཙང་མ་ཐུར་ལ་རི་ལ་ནོག་པ། དེ་རྡོ་བ་བོ་ལ་རྦབ་རྡོ་ཟེར་ནོག་ཨེ། འོ་ད་རྦབ་རྡོ་ལ་ཉེ་རིང་མེད་ལོ་རྦབ་རྡོ་བོ་ཐུར་ལ་དེ་ནས་རི་ལ་རིལ་གོས་སུ་ཐུག་དང་དེ་ནས་མ་ནས་ན་ནས་འཇའ་ཅན་ནོ་ཨ་དེ་ན་ཚོ་ལ་ལོ་ཟུར་ན་སྤེ་སྐིས་བུ་མ་ནས

ཅི་བྱོ་ནོ། མི་སུ་ཞིག་ཐུག་སྣང་དེ་ནི་ཁོས་ཕྱོགས་ལྷུང་མ་ལས་མེད་པ། སྤེ་རག་ལ་འཇི་དང་ཅི་ཞིག་གི་སྣང་འདྲ་དེའོ། དེ་མོ་ཆོས་སུ་བཏང་ནོ་ཟེར་ནོ་དེ་ན་ཚོ་ལ་དེ་ནི་བཙོད་པ་ཞིག་ཚོ་ཅི་བྱོས་སྣང། ཁོས་ཕྱོགས་ལྷུང་མེད་པར་བཙོད་པར་བཙོད་ད་ནོ་ཟེར་ད་ནོ་དེ་ལོ་ཟུར་ལ་ཕྱོགས་ལྷུང་མེད། དེ་མོ་ར། འབབ་རྡོ་ལ་ཉེ་རིང་མེད་ལོ་ཟུར་ལ་ཕྱོགས་ལྷུང་མེད་ཟེར་ག་འཇིག། ད་ཡོད་བསམ་པའི་སོ་མ་ནོ་ག་ལེ་ང་ལ་ཡོད་ག་མ་ནོ། ཡིན་ཡང་ལས་དེ་ན་ཚོགས་ལ་ར་མ་ཏཱ་ཧྲི་མ་བུ་ལ་སྐྱིད་སྡུག་ཧྲི་མ་ཧྲི་མ་འགྱིས་སོ་སེམས་གཏམ་འགྱིས་སོ་ཟེར་ན་བས་ལས་ཧྲི་མ་ཧྲི་མ་འགྱིས་སོ་སེམས་གཏམ་འགྱིས་སོ་ཟེར་ན། ཧྲི་མ་ག་ཡོད་ན་དེ་ནི་ཧྲི་མ་ག་བུ་མེད་གན་ཅོ་ཅེས་ཟེར་བས་ཡ་དེ་ནི་ང་དང་ཧྲི་མར་འགོ་ས་ནོ། དེ་ན་ཚོགས་ལ་དེ་ནི་སེམས་མ་སེམས་སྡུག་འགྲིག་ཡོད་ན་སེམས་མ་དེ་ནི། ང་དང་འུ་ཟོ་སེམས་སྡུག་གྱར་ག་ངལ་འགྲིག་ཡོད་ན་དེ་བོ། དེ་བོ་ལ་ཧྲི་མར་ཕ་ན་མ་ནོག་དེ་བོ་ལ་དེ་ནི་ང་དང་སྦྱོང་བརྡར་ཚོགས་དེ་ནི་ལུས་རྩལ་ཚོགས་ཕ་ན་མ་ནོག་སོང་ལས། དེ་བོ་ལ་སྤྱི་ཆོག་གོ་ས་ནོག་ཙེ་ན་བ་ད་ཆོས་ཚེ་དེ་ནི་ང་དང། བེ་རག་དང་བ་ད་ཆོས་ཚེ་ན་གཏམ་སྐྱིད་ཡོད་དེ། དེ་ནི་ལབ་ཅག་ཚང་མ་ཕ་ན་ནོ་བ་དེ་ན་ཚོ་ལ་སེམས་གསོ་བཏང་བྱས་ཚེ་བེ་རག་དེ་མོར་དེ་མོ་དེ་ནི་ཁོ་ཡི་གློ་བ་འབབ་བྱས་ཚེ་དེ་ནི་བེ་རག་རིག་དུག་རི་ཕ་ན་ནོག་མ་གཏོགས་དེ་ནི་མ་ནི་ཕ་ན་མ་ནོག་ཚོ་སེམས་མ་མ་འགྱིས་སོ་སེམས་གཏམ་འགྱིས་སོ་ཟེར་དེ་དེ་མོ་ར། ཡ་ལེ་ད་དེ་ནས་རྩ་བ་པོ་ལ་ར་རྩ་དར་རྩ་པོ་ལ་གཅིག་ཏུ་རྩ་བ་དུ་ག་ལ་ད་དེ་ཡུ་བོ་དེ་ནས་མདང་དེ་རིང་དེ་ནས་ང་ད་ལ་ཅོ་ག་ནི་ཡོ་ད་ཅིག་གི་ཡོན་ད་ལ་སུ་ངའི་ལ་ཅོ་ག་ནི་ནང་འདྲ་བོ་ད་མན་ག་ང་ལ་ཅོ་ག་ནི་ནང་འདྲ་བོ་ད་ཅིག་ག་ད་གཞུ་ངའི་ལ་ཅོ་ག་འཇིག་གི་ནང་འདྲ་ད་ལ་སུ་ཅིག་ཚོང་ད་ག་འཇིག་གི་ནང་འདྲ་སུ་ཅིག་ག་ཚང་མ་མ་ཁག་ཅང་ནི་ནོག་ཡོ་རྩ་བ་མེད་ན་ཡལ་ག་མེད་ཡལ་ག་མེད་ན་སློབ་མ་མེད་ཟེར་ཏེ་ནོག་རྩ་བ་པོ་རྟན་པོ་ཅོ་ག་ཟ་ནོག་ཟེར་དང་ཚོང་ཅིག་བཏང་ན་མ་རྩ་པོ་རྟན་པོ་ཅོ་ག་ཟ་ནོག། དེ་ནས་ཀྱི་ཡོན་ཏན་གྱི་གིས་ན་རང་ཨས་ཀ་དང་ཡི་གེ་བོ་དེ་ནས། ཚུལ་དང་སྟོན་པས་དེ་ནས་སྟན་པོ་ཆོ་ག་ས་ནོ་སོང་ཨ་ལས། དེ་ན་ཚོ་ལ་དེ་ནས་ཡར་རྒྱ་ཞིག་གིས་ན་ང་དང། འོ་ཟོ་བ་ད་ཅིག་འབྱུང་བ་བཞིའི་མི་ནོར་བྱེད་ཚེ་དེ་ནས་ང་དང་ཁོར་ཡུག་གོ་ར་ཁོར་ཡུག་ག་མི་ནོར་བྱེད་ཚེ་དེ་ནས་ཏའི་ཚོགས་སེ་དེ་ནས་རྩ་བ་ཀུན་ང་དང་སྟན་པོ་ཆོ་ག་ས་ནོ་ཨ། རྩ་བ་མེད་ན་ཡལ་ག་མེད་ཡལ་ག་མེད་ན་སློབ་མ་མེད་ཡིན་ཨང་ཡིན་ནོ་ཨ།

ཧོ་ད་གསུང་ཤད་ཀུན་གསལ་ལྗགས་ནི་དེ་ནས་གཞུང་འབྱུང་བས་ན་ང་དང་གཏམ་དཔེ་ཀུན་དེ་ནས་བགྲངས་འཇིག་གེ། གཏམ་དཔེ་ཀུན་མོ་ལེ་འཇིག་གེ་དེ་ནས་ང་དང་གསུང་ཤད་ཀུན་མི་འཕྲོ་བ་དེ་ནས་གསུང་ཤད་ཀུན་གསལ་ནར་དེ་མོ་དོ། ངེ་ཡང་ལས། ད་ཡི་ར་རྫ་ལྟར་འཛག་པ་ལ་ཡང་མར་དེ་མོ་ཞིག་སོང་བས་ལས། བྱ་ལ་དངུལ་ཕོར་རྫ་ཕོར་མེད་ཤེལ་ལ་དབུལ་པོ་ཕྱུག་པོ་མེད་ལ་ལས། བྱ་ཞིམ་དང་མི་ཞིམ་བྱ་མངར་མོ་ཡིན་འགྲོ་བྱ་ཚ་བྱ་ཡིན་འགྲོ། བཟའ་བཅའ་ཡིན་འགྲོ་ངར་བཅའ་ཡིན་འགྲོ། ཨ་ལས། ཅི་ཞིག་ཡིན་ནའང། དེ་བོ་ལ། དེ་བོ་ཞིམ་དང་མི་ཞིམ་ཟེར་སྐམ་པོ་དངུལ་ལས་ཀོ་རེ་དང་དངུལ་ལས་ཕོ་ར་དང། རྫ་ཡི་ཕོ་ར་ཨ་ལས། དངུལ་ལས་ཀོ་རེ་དང་རྫ་ཡི་ཀོ་རེ་ན་ཅང་ཁྱད་མེད་ཀྱག་ཟེར་དོན་ཨ་ལས། དངུལ་ལས་ཀོ་ར་ཡོད་སྣང་ཡོད། རྫ་ཡི་རྫ་མའི་ཀོ་རེ་ཡོད་སྣང་ཡོད། བཅའ་བོ། དེ་ན་བཅའ་བོ་ཞིམ་པོ་ཁོ་རང་ག་ཟུག་ཞིག་ཡོད་དེ་ན་བོ་ལུས་ཤེས་ཟེར་ནོ་ག་སོང་ཨ་ལས་དེ་ན་ཚོགས་ལ་ཤེས་ལ་འུར་པོ་ཕྱུག་པོ་མེད་ཟེར་ན། ཡོན་ཏན་ཤེས་ཤེས་བོ་ལ།

འདི་སྣ་ཚོགས་ལ་དེ་ནས། ད་ཡང་ར་བྱ་དར་བྱ་བོ་ལ་དམར་བདེ་མོ་སོང་བ་ལས་ར་བྱ་དར་བྱ་བོ་ལ་ཅི་ནས། རྗེས་དམའ་རྗེས་དམའ་མང་དྲགས་ན་རྗེས་སུ་གཅིག་ཀྱང་རྙེད་རྒྱུ་མེད་ལོ་ཨ་ལས། ལྟིང་མ་ལྟིང་མ་མང་དྲགས་ན། ལྟིང་ན་གཅིག་ཀྱང་ཐོབ་རྒྱུ་མེད་ཟེར་དོན་ར་བྱ་དར་བྱ་བོའི་ག་ཆོས་པ་སངས་རྗེས་དམའ་འབྲེལ་ཟིན་ནོ་ཨ། རྗེས་དམའ་རྗེས་དམའ་མང་དྲགས་ན། རྗེས་དམའ་རྗེས་དམའ་ལྟིང་མ་བྱོན་ལྟིང་མ་བྱོན་རྗེས་དམའ་བྱོན་རྗེས་དམའ་བྱོན་ཟེར་ཀན་པོ། དེ་ནས། མང་དྲགས་ན། དེ་ནས་ལྟིང་འཇུག་པའི་ག། དེ་ནས་རྒ་ཟེར་ན་ཅང་ཐོབ་རྒྱུ་མེད་ཀྱང་ཟེར་དོན་ནོ། རྗེས་སུ་གཅིག་ཀྱང་ངེས་རྒྱུ་མེད་ཟེར་དོ་དེ་ལས་ལོ་ཅོག་གང་དགོས་ལ་ཟེར་དོན་ནོ། རྗེས་མ་རྗེས་མ་མང་དྲགས་ན་རྗེས་སུ་གཅིག་ཀྱང་ངེས་རྒྱུ་མེད་ཟེར་དོན་དེ་མོ་ལ། རྗེས་མ་རྗེས་གམ་རྗེས་མ་རྗེས་མ་ཟེར་གམ་ལོ་མང་ཐལ་ན་ག་དོ། སྟེང་ནས་དེ་ནས་སྟེང་འཇུག་པའི་ག།

དགའ་བྱ་ལགས་པོ་ཁྱོད་རང་ཡར་དེ་ཁྱོངས་ཟེར་ཡོད་དེ་བོ་ཡར་བཤད་ཟེར་ན་ཁྱོད་རང་དེ་བོ་ལོག་ཟེར་དང་ཕྱིར་སྤང་དེ་ནས་བཤད་དགོས་ས་ནོག་ཟེར་དེ་ནོག་དེ་ནས་ཡར་དེ་ནང་ལོག་ཟེར་དང་མ་དང་བོར་ན་དེ་བོར་སོག་པོ་ནོག་པ་ཡ་ཉ་བཤད་ན་ལོག་བཤད་དགོས་ཟེར་ན་ཨ་ལེ། དེ་ན་ཟོ་ལ་བཟའ་བཤད་ན་བད་བཤད་ཟོ། ཁའི་ནང་བཟའ་བྱེད་ཟེར་ཁར་བཞི་བོ་བཞིན་བོ་ཡོད་ན་ཨ་ལེ། བཞིན་པོ་ཡོད་ན་གཟའ་བྱེད་ཟེར་ན་དེ་བུ་བཞིན་པོ་མ་གྲོགས་ཆེན་མོ་ཡོད་ན་དེའི་གར་གཅིག་པུ་ཀ་ནས་ཡོང་འདུག་དེ་བང་དེ་ནས་རྦད་བྱས་བང་དེ་ནས་ཤེས་དགོས་ས་ནོ་ཟེར་ནོ། གཟའ་བྱེད་ན་རྦད་བྱེད་དགོས། ཉྭ་བྱེད་ན་ལོག་བྱེད་དགོས་སོང་ལེ། འོ་ད་ཉྭ་བྱེད་ན་ལོག་བྱེད་དགོས། ཡར་བྱེད་ན་ལོག་བྱེད་དགོས་ཟེར་ནོ་སོང་ལེ། གཟའ་བྱེད་ན། གར་གྱི་བཟའ་བཅའ་ཚོགས་བཞིན་པོ་བཅོས་ཚེ་བཟའ་ཞེས་ཟེར་ན། དེའི་གར་གྱི་བུ་ག་ནས་ཡོང་བ་ནོག་དེ་འོར་བར་ཅེས་པའང་ཤེས་དགོས་ས་ནོག་བཅོས་ཚེ་ནོག་ཚོང་བ་ལས་འོ་ད་ལྟོས་ཀྱི་དེ་ནོག་དེ་ནས་ང་དང་འོ་བཅོས་བར་གཏམ་སྤེལ་སྲོལ་མ་རེད། དེ་ནས་ཅིག་ར་གོ་ཅན་བཅུག་གིན་ཟིག་ག་དེ་ནས། ཡིན་ན་ཚོས་ད་གཏམ་སྤེལ་ཟེར་ནང་ད་ལབ་བརྒྱ་ཟེར་ནང་ད་རྩོམ་ཟེར་ནང། ཅི་ཟེར་ནང་དེ་ག་ལས་ལྟོས་ཀྱི་དེ་ནོག་དེ་ནས་ཡིན་ན་ཚོས་གི་བཅོས་ཚེ་དང་སྤེན། དེ་ནས་ལྟོས་པོ་དེ་ནས་ང་དང་ར་གོ། ཨོ་དེ། ར་གོ་ཅཱ་ནས་དེ་ནས་ཡི་གེ་དགུ་ནི་ཡི་དུག་ཡོང་ཅེས་སི་བི་ཡ། དེ་ནས་དོན་རྟགས་ཀུན་བྱེད་ཅེས་སི་བི་ཡ་དོན་རྟགས་པོ་ང་དང་ཧ་གོ་ན་དེ་ནས་དག་ཅ་ནོ་ར་མ་ནོག་པ་ལས། དེ་འོ་ཟོང་བ་ཟང་ཨོ་དེ་འོ་དེ་ནས། ཞེས་ན་དེ་མོ་དོ་ང་དང་དམ་པའི་སྙིང་པའང་མང་པོ་ཡོད་དོ་ནོག་པ་ལས། དམ་པའི་སྙིང་པའང་དེ་ནས་ང་དང་འོ་ཟོ་བོ་དེར་དམ་པའི་སྙིང་པ་ཞིག་ཅི་ནོ་ར་ག་དག་དགའ་བའི་ག། གཞོན་པས་བཤད་ལས་རྒན་པས་བཅུད་གཟབ། མཛད་དེ་བསྡུ་བ། གཞོན་དཔེ་ཤེལ་ལེར་སྒམ་དཔེ་བཅུ་གཟབ་ནས་མདངས་དེ་རིང་དེ་ནས་ཁྱོག་སྟོང་ནང་ཆོས་མགོ་ལ་མ་དེ་ནས་ལབ་ཇག་མ་བདེ་མོ་ཞིག་ཡིན་ནོག་གཡོ། གཞོན་ཕོ་གཞོན་པ་ཟེར་ན་ཅི་ཟེར་ནོག་ང་དང་ཁྱོག་སྟོང་ན་ཆུང་ཁྱོག་སྟོང་ན་ཆུང་ཞིག་གིས་དེ་ནས་གཟུགས་དཔེ་དེ་ནས་ཤེལ་དཔེ་བཟང། དེ་ནས་མི་རྒན་ཞིག་གིས་དེ་ནས་མི་རྒད་པོ་ཞིག་གིས་དེ་ནས་ཁ་བརྡ་ལམ་སྟོན་པོ། མ་ང་ཟབ་དང་ཟབ་པ་དང་རྒྱ་ཆེ་བ་ཡི་ནོག་ཟེར་དང་ཏེའོ་ཟ་ང་ཡི་ནོག་ཟེར་དང་ཧ་ལས་གཞོན་པས་ཤེར་ལེར་སྒམ་པས་བཅུད་ཟབ་ཟེར་དེ་ང་དང་དེ་མོ་དོ་ཨོ་དེ་ཚོ་ལ་མང་པོ་ཡོང་དོ་ཨ་དེ་ནས་དེ་ནག་ཚོ་ལ་ང་དང་ནར་ནར་བྱེད་ལ་བདག་པོ་མ་རྒྱབ་ན་རི་རི་འུ་ལ་འུ་བརྒྱ་བཟོ་ཡོང་ངོ་ཟེར་ག་ནས་འོ་ཟུག་ཨ་ལས་དེ་ནག་ཚོ་ལ་དེ་ནས་ཡང་མང་པོ་འོང་དོ་ཨ། ཨོ་དེ་ཚོགས་ལ་གཟའ་ག་དེ་ཚོ་ཅུང་སྐད་ཁ་དམར་པོ་ཟེར་ཚོགས། ཨོ་དེ་ཚོགས་ལ་ཡང་ང་དང་ཨང་ཚོ་ཡང་མང་པོ་འདུག་ཨ། ཁ་ག་ར་སྙིང་ཨ་ར་ཟེར་ཚོགས་བཟང་ལེ། བ་ག་བ་དང་འདྲ་ན་སྐད་དཔའ་པོ་ཟེར་ཚོགས་དེ་ཚོགས་ལ་ང་དང་གཏམ་དཔེ་མང་པོ་འདུག་ཨ། དེས་བེ་ར་ཚང་མ་མ་ནི་ཡང་བདེ་མོ་འདུག་ཨ་ལེ། གཏམ་དཔེ་དགུ་ནི་ཡང་ང་དང་ཨོ་ཚོ་ངར་མེད་དེ་ནི་ང་དང་མེས་པོ་དགུ་ནི་བསླབ་བྱ་མར་བདེ་མོ་བྱེད་ཀྱི་འདུག་ཨ།